གཏན་གྱི་སྟོབས་འདྲ་པོ་དེ་འདྲ་སྟོབས་རྐྱང་པ་རེ་རེ་གི་ཡང་འདུག་ཅིང། ཚབས་ཆེན་པོ་དག་ཐུབ་པའི་ནུས་པ་ཡོད་ན། སྟོབས་བཞི་སྟེ་བཞི་ག་ཡ་མ་དྲག་པའི་སྒོ་ནས་དེ་ནི་བྱ་བ་བྱས་ན་ད་སྡིག་པ་མི་དག་པའི་ཐབས་མེད་གསུངས་ནས། དེ་ནི་སྦང་མགོན་བྷ་བ་ལུས་ཕུག་གི་ཡང་ཁབ་ཀྱི་སྔོན་ཆད་བག་མེད་གྱུར་ཏེ་ཡང་ཕྱིས་ནས་བག་དང་ལྡན་པར་གྱུར་ནས་ནི། རྩ་བ་སྤྲིན་བྲལ་ལྟ་བུ་རྣམ་མཛེས་ཏེ་དགའ་བོ་སོགས་ཕྲེང་མཐོང་ལྡན་འདས་ཇི་བཞིན་ཞེས་གསུངས་པ་ལྟར་དུ་བས། དེས་མ་ཟད་སྔོན་གྱི་རྒྱལ་བ་གོང་མ་ཐམས་ཅད་ཀྱི་ནང་ནས། དེ་ནི་སྡིག་པ་བྱས་པ་ལ་ཡོན་ཏན་མེད་ཀྱང་ཤཱ་བིས་དག་པ་སྡིག་པའི་ཡོན་ཏན་ཡིན་གསུངས་ནས། སྡིག་པ་ལ་ཡོན་ཏན་འདི་གང་ཡང་མེད་རེ་སྐྱོན་གྱི་མ་ཐོབ་མེད་རེ་དེ་ཡང་ཡིན་ཀྱང་ཤ་བ་ཅན་ནི་དག་རྒྱུ་གཅིག་ཡོད་པ་དེ་སྡིག་པ་གི་ཡོན་ཏན་ཡིན་ཚུལ་ནི་ཡོད་རེད་དེ་སོགས་འདི་དག་འོ་དེ་ཚོ་སྟོབས་བཞི་ཚང་བ་ཡིས་བཀོད་ནས་མི་ཁོ་ན་བཤགས་པ་ཚུལ་བཞིན་དུ་བསྒྲུབ་དགོས་པས་སྟོབས་བཞི་དེ་ཚོ་ཐམས་ཅད་ལ་པོ་ཞིག་ནི་མེད་དགོས་པ་རེད། སྟོབས་བཞི་ཞིག་ནི་གང་ཡིན་ཟིན་ད་དཔེར་ན་ཁྱེད་རང་ཚོས་ཡིག་བརྒྱ་འབུམ་འཇིག་ས་ཚར་བའི་རྗེས་སུ། སྟོབས་བཞི་གང་ཡིན་ཟིན་ནས་མི་ཞིག་གིས་དྲིས་ན་སྟོབས་བཞི་གང་ཡང་ཤེས་རྒྱུ་མེད་ན། ནི་བཤད་རྒྱུ་ཡང་མེད་ན་དེ་སྒོམ་རྒྱུ་ད་བྱུང་ཡང་བྱུང་ཡང་མ་རེད། འོ་དེ་ནི།

དེའི་མདོ་བྱེད་སེམས་དཔའ་དེ་གའི་ཡང་རང་ལ་གསུངས་བྱས་ནས། རིགས་ཀྱི་བུ། ཁྱོད་ཀྱི་ཉེས་ལྟུང་ཐམས་ཅད་སྡིག་སྒྲིབ་ཉེས་ལྟུང་དྲི་མའི་ཚོགས་ཐམས་ཅད་བྱང་ཞིང་དག་པ་ཡིན་ནོ་གསུངས་ནས། སྣང་བ་ཐོབ་པ་ཞེ་ན་ཞལ་ཞལ་སྣང་བ་ཟེར། དེ་ནས་སྣང་བ་སྦྱིན་པར་བསམས་ནས། དེ་ནས་མཐར་བླ་མ་རྡོ་རྗེ་སེམས་དཔའ་ལ་རང་གི་ཐུགས་ཀྱི་ཉེས་ཀུན་གྱིས་གསོལ་བ་བཏབ་ནས་རྡོ་རྗེ་སེམས་དཔའ་དེ་རང་ལ་ཐུགས་བརྩེ་བ་ཡིས། སྐྱེ་བ་ཟིན་ན་རང་ལ་སྙིང་རྗེ་གི་སྒོ་ནས་ཨ་ང་དེ་སློབ་མ་འདི་ལ་བྱིན་གྱིས་བརླབས་དགོས་པ་འདུག། འདིའི་རྒྱུད་བྱིན་གྱིས་བརླབས་དགོས་ས་འདུག་བསམ་ནས་རྡོ་རྗེ་སེམས་དཔའ་ཁོང་རང་འོད་ཕུང་བར་འོད་དུ་བཞུར་ནས་དེ་ནས། ཆུ་ཡི་ཐོག་ཏུ་ཆུ་བླུགས་པའམ་འོམ་ཡི་ཐོག་ཏུ་འོམ་མ་བླུགས་པའམ་བྱེ་མ་ཚ་བ་ལ་ཆུ་བླུགས་ན་དབྱེར་མེད་དུ་མ་འདྲེས་ཐིམ་འགྲོ་བས་དེ་ནང་བཞིན་རྡོ་རྗེ་སེམས་དཔའ་འོད་དུ་བཞུར་ནས་རང་གི་བྱེ་བས་ལ་མ་སྲིད་ཀྱི་ཐིམ་ནས། རྡོ་རྗེ་སེམས་དཔའ་གི་སྐུ་དང་རང་གི་ལུས་དབྱེར་མེད་དུ་འདྲེས། རྡོ་རྗེ་སེམས་དཔའ་གྱི་གསུང་དང་རང་གི་ངག་དབྱེར་མེད་དུ་འདྲེས། རྡོ་རྗེ་སེམས་དཔའི་ཐུགས་དང་རང་གི་སེམས་དབྱེར་མེད་དུ་འདྲེས། ད་བླ་མ་རྡོ་རྗེ་སེམས་དཔའི་སྐུ་གསུང་ཐུགས་དེ་འདི་རེད། མི་ལུས་ངག་ཡིད་གསུམ་དེ་འདི་རེད་ཟེར་ནས་སོ་སོ་ཁ་ཁ་ཐ་ཐ་དུ་སྨྲོས་པ་དབྱེར་མེད་དུ་འདྲེས་སོ་བསམ་པ་བྱས་ནས་དེ་ནི་དེ་ཡི་མཚམས་ནས། སོ་སོའི་ཉམས་ལེན་གྱི་ཁྲིད་ཐོབ་ནས་སྒོམ་རྒྱག་རྒྱུ་ཡོད་པ་ཡིན་ན་དེ་ལྟོ། བསམ་ཚུལ་དེ་གོ་མ་བཅུ་བཅོ་ལྔ་ཉི་ཤུ། དེ་ནས་དེ་རང་གི་སེམས་ཀྱི་ངོ་བོ་ལ་བལྟས་ནས། ཉམས་ལེན་གྱིས། དོག་ཏུ་བཞག་སོང་ན། དེ་ནི་དེ་སྡིག་སྒྲིབ་སྦྱོང་བ་དང་ཅི་བགྱིས་ན་ནི་མཆོག་ཏུ་འགྱུར་བ། ཡོད་ན་དེ་ཡིས་ཆོག་པ་མེད་ན་ཐབས་ཆག་པ། དེ་ལ། དེ་ཁོ་ན་ཉིད་ཀྱི་རྡོ་རྗེ་སེམས་དཔའ་ཡེ་ཤེས་རྡོ་རྗེའི་རྣལ་འབྱོར་ཟེར་བ། དེ་ཁོ་ན་ཉིད་ཀྱི་རྡོ་རྗེ་སེམས་དཔའ་ཟེར་བ་སྟེ། རང་གི་སེམས་ཉིད་ཉམས་ལེན་གྱིས་དོག་ཏུ་བཞག་པ་དེར། དེ་ཁོ་ན་ཉིད་སེམས་འོ་ད་དེ་རང་རང།

དེ་རང་གིས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་ཐམས་ཅད་དག་ཤིང་དུམ་ཆུ་ཡིས་བཀྲུས་པ་བཞིན་དུ་དག། དེ་ནས་མ་ཡིག་ཁང་པའི་མཐེ་བོང་གི་རྩེ་ནས་ཡ་ཡིག་སྤྱི་བོ་བས་གཙུག་བར་དུ་བདུད་རྩིའི་དྲི་མ་མེད་པའི་བདུད་རྩི་བྱང་ཆུབ་ཀྱི་སེམས་ཀྱི་སྐྱབས་རྟེན་གྱི་ཤེལ་གྱི་བུམ་པ་ལ་འོ་མ་ཡིས་བཀང་བ་བཞིན་དུ་གྱུར་སོང་ཞེས་སྟོན་པ་དེ་ལྷུང་བའི་རྡོ་རྗེ་སེམས་དཔའ། དེ་ནས་ཐར་བླ་མ་རྡོ་རྗེ་སེམས་དཔའ་མགོན་པོ་དང་ནུས་མེད་ཞིང་རྨོངས་པ་ཡོངས་སུ་གསོ་བ་དང་རྡོ་རྗེ་སེམས་དཔའ་ཡི་རང་ལ།

བླ་མ་རྡོ་རྗེ་སེམས་དཔའི་སྒོམ་བཟླས་ཡིག་བརྒྱ། སྟོང་ཕྲག་གཅིག་བསྟན་པའི་དགེ་བའི་རྩ་བ་འདི་ཡིས་གཙོ་བྱས་པའི། གཞན་ཡང་དེ་ནི་འདས་མའོ། ད་ལྟ་དུས་གསུམ་དུ། ལུས་ཀྱི་སྒོ་ནས་ཕྱག་འཚལ་བ་དང་བསྐོར་བ་བསྐོར་བ་ལ་སོགས་པ། ངག་གི་སྒོ་ནས་མ་ཎི་སྟོན་པ་དང་ཡིག་བརྒྱ་བགྲང་བ་ལ་སོགས་པ་ཐ་ན་སེམས་ཅན་ཉམ་ཐག་ཞིག་ལ་ཁ་བེམ་ཚིག་བེམ་ཅིག་བྱས་པ་ཚུན་ཆད། ཡིད་ཀྱི་སྒོ་ནས་དད་པ་དང་མོས་གུས་དང་དག་སྣང་དང་སྙིང་རྗེ་ལ་སོགས་པའི་ཀུན་ནས་བསླངས་པའི་གདོང་ཡིན་དབྱིངས་གཅིག་གིས་བསྐྱེད་བ་ལ་སོགས་པ། ཅི་དང་ཅི་བྱས་པར་སྤྱི་བོའི་རྩ་བ་ཐམས་ཅད་ཕྱོགས་གཅིག་ཏུ་བསྡུས་ནས། དེ་ནས་བྱང་ཆུབ་སེམས་དཔའ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་དང་འཇམ་པའི་དབྱངས་དང་ཀུན་ཏུ་བཟང་པོ་ལ་སོགས་པ་ཐམས་ཅད་ཀྱིས་མ་རྣམས་དགའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་ཕན་པ་དང་བདེ་བའི་ཆེད་དུ་དེ་ནི་བསྔོ་བ་སྨོན་ལམ་རྒྱ་ཆེན་པོ་ཅི་ལྟ་བུ་ཞིག་མཛད་ཡོད་སུ་གྱུར་ན་ཡང་ད་ངའི་དགེ་བའི་རྩ་བ་དེ་ཡང། དེ་དང་དབྱེར་མེད་རོ་གཅིག་ཏུ་འདྲེས་ནས་ནམ་མཁའ་དང་ལྡན་པའི་སེམས་ཅན་ཐམས་ཅད་ཀྱི་ལས་དང་ཉོན་མོངས་པ་ཤེས་ཀྱི་སྒྲིབ་པ་བག་ཆགས་དང་བཅས་པ་ཐམས་ཅད་མ་ལུས་པ་བར་བྱང་ཞིང་དག་ནས་སྲིད་པ་དང་ཞི་བའི་མཐའ་ལ་མི་གནས་པའི་ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་གོ་འཕང་ཐོབ་པའི་ཆེད་དུ་བསྔོ་བར་བགྱིའོ་བསམ་པའི་སྒོ་ནས་དེའི་འཇམ་དཔལ་དཔའ་བོས་ཇི་ལྟར་མཁྱེན་པ་དང་ཀུན་ཏུ་བཟང་པོ་དེའང་དེ་བཞིན་ཏེ་ཟེར་བ་འདྲ་བུ།

ཡིག་བརྒྱ་འདྲེན་པའི་གནས་སྐབས་སུ་ཡང་གཙོ་ཆེ་ཤོས་ངོ་དེ་མིད་པ་དེ་རེད། མིད་པ་དེ་ཡིན་ནས་དེ་ནི་ཡིག་བརྒྱ་བགྲང་ན་ཕན་ཡོན་ཡོང་ན་ཆུང་ཆུང་ཅིག་ལ་ཡོང་གི་རེད་དེ་ཡིད་ཀྱི་ཤུགས་ནི་བཤད་པ་ནང་བཞིན་ཕན་ཡོན་ཡོང་གི་མ་རེད། དེ་ནི་མིད་པ་མ་ཡིན་པར་ཡིག་རྩལ་གཅིག་པའི་སྒོ་ནས་དེ་ནི་ཡིག་བརྒྱ་བགྲང་བ་ཡིན་ན། དེ་ནི་སྡིག་སྒྲིབ་དག་པའི་རྟགས། དེ་ནི་རྨི་ལམ་དུ་ཡང། རང་ནམ་མཁའ་ལ་འཕུར་བ་དང། གྱེན་ལ་ཡར་འཛག་ནས་འགྲོ་བ་དང། ལུས་ལ་གོས་དཀར་པོ་གྱོན་པ་དང། ཉི་མ་དང་ཟླ་བ་ཤར་བ་དང། ཆུ་ཆེན་པོ་ལ་སྐྱལ་བརྒྱབ་ནས་ཕར་ཐོན་ནས་འགྲོ་བ་དང་ཡང་ན་སྒར་ནས་འགྲོ་བ་དང། ཡང་ན་ཟམ་པ་ཆེན་པོ་ལ་ཐོན་ནས་འགྲོ་བ་དང། ཡང་ན་ཁྲུ་སྐྱུགས་ཟེར་ནས་ཁྲུགས་ཟེར་ན་ཡར་སྐྱུགས་པོ་མར་ཤར་བ་རེད་སྐྱུགས་ཟེར་ན་ཡར། དབྱར་སྐྱུར་པ་དང་མར་བཤལ་བ་དང་དེ་འདྲ་གི་རྨི་ལམ་བཏང་གི་རེད། དེ་ནི། སླ་མ་བཤལ་བ་དང། དེ་ལ་ཟ་བའི་རྨི་ལམ་བཟང་པོ་མང་པོ་ཡོང་གི་རེད། འོ་དེ་འདྲ་བྱུང་ན་དེ་ནི་ནམ་མཁའ་ལ་འཕུར་བ་དང་དེ་འདྲའི་རྨི་ལམ་བྱུང་ན་དེ་ཨེ་ཙི་སྡིག་སྒྲིབ་དག་པའི་རྟགས་ཡིན། ཡིན་ཀྱང་ཉམས་ནམ་མཁའ་ལ་ཐང་མ་གཅིག་ཙེ་འཕུར་བ་འདྲ་བུ་ཟམ་པར་ཐོན་ནི་འགྲོ་བ་འདྲ་བུ་ཆུ་ལ་ཐང་མ་གཅིག་ཙེ་བསྒགས་ནི་འགྲོ་བ་དེ་འདྲའི་རྟགས་ཡིག་ཀྱང་མ་བསྟན་ན་ཡོང་གི་རེད་དེ་འདྲ་གཅིག་ཙེ་གཉིས་ཙེ་ལ་གང་ཡང་ཡོད་མ་རེད།